ཟླ་བ་འདིའི་ཚེས་གསུམ་ཉིན་གྱི་བཞུགས་པ་གོང་ས་མཆོག་གིས་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་རིགས་གཞོན་སྐྱེས་རྣམས་ལ་དབུ་མེད་ལྡེ་མིག་གི་ཆོས་འབྲེལ་དབུ་འཛུགས་གནང་སོང། སྐབས་དེར་གོང་ས་མཆོག་གིས་བོད་ཕྲུག་ཕྱི་སྡེ་ཡི་ལྷག་གྲྭ་ཁག་གི་ལོ་རིམ་བཅུ་གཅིག་དང་བཅུ་གཉིས་ཀྱི་ལྷག་མ་ཚོ་དང། དེ་བཞིན་མཐོ་སློབ་འབྲིང་བཞི་པའི་ལྷག་མ་སུ་ལ་རྟགས་རིས་སུ་བློ་ལ་འཛིན་ཐུབ་ན་ཕན་ཐོགས་ཆེན་པོ་ཡོད་པ་དང། བོད་པ་ཚོ་ཆོས་རབ་ཏུ་གནམ་མ་རྗེས་པའི་ཤེས་རབ་ཡག་པོ་ཡོད་པ་མ་ཟད་ཤེས་རབ་གོང་ནས་གོང་དུ་འཕེལ་བའི་དོན་དུ་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་པ་དང་གཟུངས་སྔགས་ཨ་ར་པ་རྩ་བགྲང་དགོས་པ། དེ་བཞིན་ལྷ་གཞུང་ལ་ཧུར་ཐག་བྱེད་དགོས་པ་སུ་གིས་བཀའ་སློབ་བསྩལ་སོང།
ང་ཆོས་བརྒྱུད་ག་ནས་བློ་བདག་གི་སྡོམ་གཉིས་པོ་དེ་ཆོས་བརྒྱུད་ག་ནས་ཟིན་ཡོད་རེད། ཉེར་གཉིས་ཏོག་ཏོག་སྐྱོ་བསྡད་ཀྱི་ཡོད། གང་ལྟར་དེ་ཡིས་ག་རེ་མཚོན་སྐོར་ཟེར་ན། ང་ཚོ་བོད་པའི་ཅིག་གི་ནང་ཆོས་སློབ་སྦྱོང་བྱེད་ཡག་དེ། ཅིག་བླ་མས་མ་ཅིག་བཀའ་ཆོས་རེ་ཞུ་གནང་བྱས་ཨེ་ནི་སྐྱབས་སུ་མཆི་ཟེར་དེ་ཡང་མ་ཡིན་པར། གང་ལྟར་གཞུང་གལ་ཆེ་དེ་ཚོ་བྲལ་ཏེ། ང་ཚོ་བློ་ལ་གཟིམ་བྱས།

དོན་དག་ངེས་དང་མ་ཤེས་ནས་གང་ལྟར་ཚིག་འདི་བློ་ལ་ཟིན་རྗེས་མ་སྐྱོ་ཡག་ཡོད་བསྡད་པ་གཅིག་ཡིན། ཨེ་ནི་རིམ་པས་དགའ་འདི་དགའ་འདི་ལ་ཨེ་ནི་དགེ་རྒན་གྱིས་མ་ཚིག་འདི་མ་འགྲེལ་ཤེས་སྐྱོན་བྱས་ཡོང་དུས་ཡག་པོ་ཞུ་རེ་བྱ། ཨེ་ད་ང་རང་ཚོ་དེ་བཙན་བྱོལ་བ་ཆགས་ཆེ་བསྡད་ཡོད་རེད། ཨེ་རེད། ཆེ་ས་ནས་བཤད་པ་ཡིན་ན་འཛམ་བུ་གླིང་འདི་ག་ལ་ཅི་ཡོད། ནང་ཆོས་ལ་ད་གི་ཙག་གི་དོ་སྣང་མེད་དེ་བས་ཚོར་བ་ཨེ་རེད། ང་ཚོ་བོད་རིགས་སུ་ཆ་བཞག་ནས་ཅིག་གི་གཞུང་ཆེན་ལྟ་ཡག་ལ་ཡག་དེ་ཙམ་གི་དོ་སྣང་རང་མེད་དེ་བས་ཚོར་བ་ཅིག་ང་ཚོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲའི་ཅིག་ཡོད་ད་དུས་ཚོད་དེ། ང་ཚོ་དེར་བཙལ་འབྱོར་བ་ཉུང་ཤས་ཤིག་ཡོད་རེད་བ་དེ་ཡིད་འདི་གི། ང་རང་ཚོས་ད་ལོ་སྟོང་ཕྲག་གི་རིང་ལ་ཡང་བདག་པོ་རྒྱུ་བྱས་པའི་ཨེ་ནི། རིགས་ལམ་གྱི་གཞུང་དེ་ཚོའི་གྲས་དེ། ཨུན། ཨ། ཅེས་བོད་ཀྱི་སློབ་གཉེར་བྱས་པ་ཚོ་དང་མ་བསྲེས་པའི་ཚིག་དེ་ཡིད་འདི་བློ་ལ་ཟིན་བྱས། མ་སྐྱོ་ཡག་ཡོད་བསྡད་པ་དེ་ཡག་པོ་ཞུ་རེད་བཞག་ང་རང་ཚོ་བོད་པ་ལ་ཡག་ཕྱིར་བསྡུ་རྣམ་གཅིག་གི་ཤེས་རབ་དེ་ཕལ་ཆེར་དགའ་རོགས་ཡག་པོ་རུ་གདའ། ཁྱེད་རང་ཚོ་བླ་བྲག་སྤུ་གུ་ཚ་ཞྭ་ནས་ཚིག་གི་ཤེས་རབ་ཆེ་བ་གསལ་བ་མྱུར་བ་ཟབ་པ་དེ་ཚོ་བྲལ་ཏེ་དོ་སྣང་བྱས་ན།